དཔེར་ན། ཨ་རིས་ཨི་རག་ནང་དུ་འབམ་རྒྱག་དང་མ་རྒྱག་སྐོར་རྒྱལ་མཚན་ཡང། དམིགས་བསལ་གྱིས་ན་གསོལ་གཞོན་པས་ཕོ་གསར་རྣམས་ལ་མི་ཚེ་ཧྲིལ། མང་པོས་སྦག་ཁང་ཡང་ན་བཀའ་ཟུར་ནས་རྒྱན་འཛུགས་བྱེད་སའི་ནང་ཐིམ་དུ་འགྲོ་གི་ཡོད། ལྷན་རྒྱས་ཁམས་བཟང། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་གནས་ཚུལ་གལ་ཆེ་བ་ཁག་གི་གསར་འགོད་སྙན་ཐོ་ཁག་གཟའ་ཟླ་བ་ནས་པ་སངས་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི། བྷི་བྷི་སི་གསར་ཁང་ནས་དེ་རིང་ཉིས་སྟོང་ཉི་ས་དྲུག་ཟླ་བ་དྲུག་པའི་ཚེས་བཅུ་གཅིག་ཉིན། འཛམ་གླིང་གལ་ཆེའི་རྐང་རྩེད་སྤོ་ལོའི་འགྲན་རྩོད་ལོ་བཞི་རེ་མཚམས་བཙལ་གྱི་ཡོད་པས། དེ་རིང་ཉིས་སྟོང་ཉི་ས་དྲུག་ལོའི་རྐང་རྩེད་སྤོ་ལོ། FIFA World Cup ཉིས་སྟོང་ཉི་ས་དྲུག། འགྲན་རྩོད་དེའི་ནང་ལོ་རྒྱུས་ཐོག་ནས་བཤད་ན། དགེ་མཚན་ཆེ་ཤོས་ཤིག་ཆགས་རྒྱུ་རེད་ཅེས་པའི་གསར་འགོད་ཉན་དུ་ཞུགས་འདུག་པས། དེ་རིང་ངས། ལས་རིམ་དེའི་ནང་གསར་འགོད་སྙན་ཐོ་དེ་ཡིན་སྙིང་བསྡུས་ཏེ་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། གནད་དོན་དབྱེ་ཞིབ་པ་ཁག་ཅིག་གིས་གསུང་སྟངས་བྱས་ན། ཉིས་སྟོང་ཉིས་བརྒྱ་དྲུག་ལོའི་ཧྥི་ཧྥེ World Cup དེའི་ནང་འཛམ་གླིང་ཁྱོན་ཡོངས་ལ། ཨ་རིས་ཏྲོ་ལར་སྦི་ལེན་ལྔ་བཅུ་ལས་ལྷག་གན་རྩད་བརྩེགས་ཀྱི་ཡོད་པའི་ཡོད་རབས་བཤད་ཡོད་པ་དང། གལ་ཏེ་དེ་འདྲ་ཡིན་ན། རྩེད་འགྲན་ཐེངས་རེ་རེར་ཨ་རིས་ཏྲོ་ལར་ས་ཡ་ལྔ་བརྒྱ་ལྷག་གན་འཛུགས་བྱེད་གོ་གི་ཡོད་པ། དེ་ནས་གལ་ཏེ་དོན་དངོས་ཀྱིས་ཉིས་སྟོང་ཉི་ས་གཉིས་ལོར་ཧྥིཧྥ་ཝོལ་ཀབ་རྐང་རྩེད་སྤོ་ལོའི་འགྲན་རྩེད་དེའི་ནང་བསྡུར་བ་ཡིན་ན། སྐབས་དེ་དུས་གན་རྩད་བརྩེགས་མཁན་སྦི་ལེན་སུམ་ཅུ་སོ་ལྔ་ལས་བྱུང་མེད་པ་དང། བྱེད་དུས། ཨ་རིས་འགྲོ་ལོར་སྦི་ལིན་བཅོ་ལྔ་ལྷག་ལོ་བཞིའི་རྗེས་སུ་མང་དུ་འཕར་ཡོད་པ། དེ་འདྲའི་འཕར་གོ་དོན་གྱི་རྒྱུ་མཚན་གཙོ་བོ་ཁག་ནི། ཕྱོགས་གཅིག་ནས་བཤད་ན། ད་ལྟའི་རྩེད་འགྲན་དེ་ཆེ་རུ་ཕྱིན་ཡོད་པ་དང་ཉིས་སྟོང་ཉི་ས་གཉིས་ལོར་མཚོན་ན། རྩེད་འགྲན་ནང་འཛུལ་ཞུགས་བྱས་པར་རྒྱལ་ཁབ་སུམ་ཅུ་སོ་གཉིས་ཀྱི་རྐང་རྩེད་སྤོ་ལའི་རུ་ཁག་ཡོད་པ་དང། ཉིས་སྟོང་ཉི་ས་དྲུག་ལོའི World Cup དེའི་ནང་བཞི་བཅུ་ཞེ་བརྒྱད་ཡོད་པ། བྱེད་དུས་སྔར་རྩེ་གདན་དྲུག་ཅུ་རེ་བཞི་ལས་མེད་པ་དང། ད་ལྟའི་ཆར་རྩེ་གདན་བརྒྱ་ལས་ལྷག། གོ་སྒྲིག་བྱེད་ཀྱི་ཡོད་པར་བརྟེན། བྱེད་དུས་གན་རྩེད་བྱེད་རྒྱུའི་གོ་སྐབས་མང་དུ་འགྲོ་གི་ཡོད་པ། ཕྱོགས་གཞན་ཞིག་ནས་སྔར་དང་མ་འདྲ་བས་སྔར་ཉིས་སྟོང་ཉི་ས་གཉིས་ལོར་ཀ་ཏར་ལ་གོ་སྒྲིག་བྱེད་ཡིན་པ་དང་ད་ལྟའི་ཆར་ཨ་རི་དང་ཀ་ན་ཀྲ་མེག་སི་ཀོ་ཁོང་ཚོ་ཚང་མའི་མཉམ་དུ་རྩེ་གདན་འདི་གོ་སྒྲིག་བྱེད་ཀྱི་ཡོད་པར་དེ་ནི་ཡུ་རོབ་དང། Latin America། Africa། ཁོ་ཚོས་སྤོ་ལོ་རྩེ་བའི་དུས་ཚོད་དེ་ཡག་པོ་ཞིག་ཆགས་ཀྱི་ཡོད་པར་གང་ལ་ཟེར་ན། བྱང་ཨ་མེ་རི་ཀའི་ནང་ཉིན་གུང་ཆུ་ཚོད་གསུམ་པའི་ཐོག་རྐང་རྩེད་སྤོ་ལེ་རྩེ་བ་ཡིན་ན། ཡུ་རོབ་ནང་དགོང་དག་ཆུ་ཚོད་བརྒྱད་པ་ཡིན་པ་སྐབས་དེ་དུས་ཚང་མ་ལས་ཀ་ནས་ཚུར་ཕྱིར་ལོག་བྱས་ཏེ་རྐང་རྩེད་སྤོ་ལོ་ལྟ་ཐུབ་ཀྱི་ཡོད་པར། དེའི་ཐོག་ཤུགས་རྐྱེན་གཞན་ཞིག་ནི། ཨ་རིའི་ནང་གི་མངའ་སྡེ་ཁག་ཅིག་གིས་ཁོ་ཚོས་རྒྱན་འཛུགས་བྱེད་རྒྱུ་ཁྲིམས་འགལ་བཟོས་པ་ལ་བརྟེན། སྔར་ཉིས་སྟོང་ཉིས་ས་གཉིས་ལོར་མཚོན་ན། མི་འབོར་གྱི་བརྒྱ་ཆ་བཞི་བཅུ་ཙམ་ལས་འགན་འཛུགས་ཆོག་གི་མེད་པ་དང། ད་ལྟའི་ཆར་མངའ་སྡེ་མང་པོས་ཁྲིམས་འགལ་མེད་པར་བཟོས་ཏེ། ཨ་རིའི་མི་འབོར་བརྒྱ་ཆ་དྲུག་ཅུ་རེ་བཞི་ཙམ་ཁོ་ཚོས་འགན་འཛུགས་ཆོག་གི་ཡོད་པར་བརྟེན། དེ་ཡང་ཤུགས་རྐྱེན་ཞིག་ཐེབས་ཀྱི་ཡོད་པར། ཡིན་ན་ཡང། གན་རྩིས་ཀྱི་གནས་སྟངས་དེའི་ཐོག། གན་རྩིས་ལ་ངོ་རྒོལ་བྱེད་མཁན་གྱི་མི་སྣ་ཁག་ཅིག་གིས་གསུང་བར་བྱས་ན། མི་འབུམ་ཕྲག་མང་པོ་དམིགས་བསལ་གྱིས་ན་སོའི་གཞོན་པའི་ཕོ་གསར་རྣམས་ལ། མི་ཚེ་ཧྲིལ་པོ་བོད་ནང་དུ་འཚོལ་རྒྱུའི་ཉེན་ཁ་ཡོད་པའི་ཡོད་རབས་བཤད་པ་དང། ཁོ་ཚོས་དེའི་ཐོག་མུ་མཐུད་གསུང་བར། འགན་འཛུགས་བྱེད་མཁན་རྣམས་རྒྱུན་རིང་ཐོག་ནས་བཤད་ན་ཁོ་ཚོས་དངུལ་ཤོར་བ་མ་གཏོགས་ཐོབ་རྒྱུ་མེད་ཡིན་པ་རེད་ཅེས་བཤད་པ་དང། ད་དུས་དེའི་ཐོག་ཁོ་ཚོས་ཉེན་བརྡ་གཞན་ཞིག་གཏོང་བ་དེ་ནི། སྔ་དྲོ་དྲོ་བྱས་ཏེ་མི་རྣམས་ཀྱིས་རྩེད་འགྲན་དེའི་ཁུལ་འགན་འཛུགས་བྱས་པར་མང་པོས་སྦ་ཁང་ཡང་ན་བཀའ་ཟུར་ནས་འགན་འཛུགས་བྱེད་སའི་ནང་འཐིམ་དུ་འགྲོ་གི་ཡོད་ཅེས་བཤད་པ་དང། BBC གསར་ཁང་གིས་དབྱིན་ཇི་གཞུང་ལ་གནད་དོན་དེ་དག་ཐོག་བཀའ་འདྲི་ཞུ་བར། དབྱིན་ཇིའི་གཞུང་གིས་གསུང་སྟངས་བྱས་ན། ང་ཚོས་དབྱིན་ཇིའི་ལུང་པའི་ནང། གྱེན་འཛུགས་བྱེད་རྒྱུའི་ལུས་རྩེད་ཚད་བཀག་དང་ད་དུང་དེའི་ཐོག་སྒྲིག་འཛུགས་དེ་ནི་འཛམ་གླིང་ནང་དམ་ཆོས་ཡིན་པར་བཤད་ཡོད་པ་དང། གལ་ཏེ་གཞུང་གི་ངོས་ནས་གྱེན་འཛུགས་ཁྲིམས་འགལ་བཟོས་ན། ང་ཚོས་དེའི་ཐོག་སྟངས་འཛིན་ཡོང་གི་མི་འདུག་ཅེས་བཤད་ཡོད་པ། ང་ཚོ་གཞུང་གི་ཆ་ནས་བཤད་ན། མི་ཚོར། ཁྲིམས་འགལ་ཐོག་གྱེན་འཛུགས་བྱེད་པ་ལས། ང་ཚོས་སྒྲིག་འཛུགས་འོག་ཏུ་ཡོད་པའི་གྱེན་འཛུགས་བྱེད་ན་ཡག་ག་མཐོང་གི་འདུག་ཅེས་ཤོད་པ། དེ་ནས་གསར་འགོད་སྙན་ཐོ་དེའི་ནང་གཞན་གནས་ཚུལ་ཞིག་བཀོད་པ་དེ་ནི། ཨ་རིའི་ནང་མཚོན་ན་གནས་སྟངས་གང་འདྲ་ཞིག་ཡིན་པའི་ནང་གྱེན་འཛེགས་བྱེད་ཐུབ་ཀྱི་ཡོད་པ་དང། ད་ལྟའི་ཆར་གཞུང་གི་ངོས་ནས་དམག་དང། དྲག་སྤྱོད་པའི་གནས་ཚུལ། གཞན་ཡང་གནད་དོན་རྫ་དྲག་ཁག་ཅིག་ལ་གན་རྩེད་ཆོག་གི་མེད་པའི་སྒྲིག་འཛུགས་དམ་དུ་བཏང་བཞིན་ཡོད་པ་རེད་ཅེས་བཤད་པ་དང། དེའི་ཐོག་ཟུར་དུ་ཞུ་རྒྱུར། དཔེར་ན། ཨ་རིས་ཨི་རན་ནང་དུ་འབམ་རྒྱག་དང་མ་རྒྱག་སྐོར་གན་རྩེད་ཡང་ཁྲིམས་མཐུན་ཐོག་ཨ་རི་ནང་རྩེད་ཐུབ་ཀྱི་ཡོད་པར། བྱེད་དུས་དེ་རིང་གི་རྐང་རྩེད་སྤོ་ལོ། FIFA World Cup རྐང་རྩེད་སྤོ་ལོ་ཉིས་སྟོང་ཉི་ས་དྲུག་གི་མགོ་འཛུགས་བྱེད་པའི་སྐབས་བཟོས་གྲྭ་ཆེ་ཁག་ཁག་ཅིག་གི་རྒྱན་རྩེད་ཐོག་དངུལ་བཟོས་རྒྱུའི་གནས་སྟངས་གང་ཡོད་པ་དང། གཞུང་གི་ངོས་ནས་རྒྱན་རྩེད་དེ་དག་སྒྲིག་འཛུགས་དམ་བློ་བཏང་བ་དང། མི་དམངས་ཚོར་སྲུང་སྐྱོབ་བྱེད་ཐབས་བྱེད་བཞིན་ཡོད་པ། དེ་རིང་གི་གསར་འགོད་སྙན་ཐོ་འདི་ཡི་སྙིང་བསྡུས་ད་གར་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་དེ་ནས་མཚམས་བཞག་རྒྱུ་ཡིན། ང་ནི France ནང་གནས་སྡོད་བྱེད་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། དེ་རིང་གི་ལས་རིམ་དེ་ཡག་པོ་འདུག་དགོངས་ན། དགའ་རྟགས་ནོན་པ། རྒྱུ་སྐོར་བཤད་པ། གཞན་ཡང Subscribe གནང་རྒྱུ་མ་ཉེས་བ་གནང་རོགས་གནང།